ན་མོ་གུ་རུ་མ་འཇུག་གུ་ཤ་ཡ་བླ་མ་མཆོག་དང་དབྱར་མེད་པའི་འཇམ་པའི་དབྱངས་ལ་གུས་བཏུད་ནས་ཐོན་མའི་ལེགས་བཤད་སུམ་ཅུ་པའི་སྙིང་པོ་མདོར་བསྡུས་བཤད་པ་ཕྱག་དབྱངས་ཀྱི་ཕྱག་སེར་པོ་རུ། བྱ་བ་ཨེ་ཨུ་ཨེ་ཨོ་ཞེས་གསལ་བྱེད་བཀའ་སོགས་སུམ་ཅུ་ཡིན་ད་སྔ་དར་ནག་བ་མ་ཧ་ར་ལ་ས་རྣམས་རྗེས་འཇུག་བཅུ་ད་དང་ས་ཉིད་ཡང་འཇུག་སྟེ་ད་ནི་ན་ར་གསུམ་དང། ས་ནི་གང་ང་བ་མ་ཐོབ། ཁ་ད་བ་མ་ཧ་ཉོན་ཅུ། གོ་ངོ་དོ་ནོ་བོ་མོ་ཧོ། རོ་ལོ་སོ་དོ་ལོ་ཏུ་ཏི། ཙོག་ཙིའི་འདབ་ཙིའི་ཅེ་ཀྱང་ཆ། ཆ་ཡོས་ཐོ་དང་ཐ་མའི་ཧོ། ཞེས་རྣམས་མི་འདི་ཇི་ཏིང་སྦྱར། སུ་ར་རུ་དུ་ན་ལ་དུ། ལ་དོན་རྣམ་པ་བདུན་ཡིན་ཏེ། རྣམ་སྨིན་གཉིས་ཤེས་བདུན་པ་དང། དེ་གཉིས་ཚད་སྐབས་རྣམས་ལ་འཇུག། ས་སུ་ག་བ་ཁྲག་དག་དུ། ང་ཐ་ན་མ་ར་ལ་དུ། ཧ་དང་ཐ་མའི་ར་དང་རུ། གི་གི་གི་ཧིང་ང་པོ། རྣམ་སྨིན་དྲུག་པ་འབྲེལ་སྒྲ་དང། དེ་རྣམས་ས་དག་ཅེ་ང་ནི། གནའ་མི་གསུམ་པ་བྱེ་བྲག་དེ་བརྗོད་ཚུལ་ན་མ་ར་ལགས་ཀྱིས་ད་བར་ས་གི་གངས་ཨ་ཁི་ཧ་དང་ཐ་མི་ཧི་རང་གཉིས་ཀྱང་ཨང་སོ་བརྒྱུད་བྲིས་ཏེ་ཁ་བརྡ་ཕུལ་ས་ཁྲག་རྟགས་ཀྱང་ང་ན་མ་ར་ལ་མཐར་ཡང་ཧ་དང་ཐ་མི་ཧ་ནང་ཡང་ཏེ་ཏེ་ཏེ་གསུམ་བརླག་སྐྱེས་ཏེ་ན་ར་ལ་ས་ཁྲག་རྟགས་དེ་ད་དེ་གངས་ཨ་བྷ་མ་ཧ་ཐ་མི་རྣམས་ལ་ས་དེ་ཐོབ་གམ་ངམ་ཐམ་ནམ་བྷ་མམ་ཧམ་རམ་ནམ་སམ་ནམ་འབྲི་དུས་ཏེ་བརྗོད་ཚུལ་ལ་དུས་སྐབས་དང་མཚུངས་ར་རུ་ཧི་ཡི་ཧང་ཡང་ནམ་རྐང་པ་མི་སྐོང་སྐོང་བའི་སྐད་ཧོ་ཧོ་ཧམ་གྱིས་གོང་ནོར་ཚེ་མེད་དང་ཡོད་པ་དེ་བཞིན་ཉིད་ནད་ལས་འབྱུང་ཁུངས་འགར་བསྡུས་ཏེ་འབྱུང་ཁུངས་ངེས་ལ་གང་ཆགས་དུས་རིགས་བདུན་འགའ་ལས་མི་མཐུན་ལས་བདུན་ལ་གནས་སྒྲ་ཁོ་ནར་འཇུག་སྐད་དང་ཀའི་བོད་སྒྲ་སྟེ་ཕལ་ཆེར་མིང་གི་ཐོག་མ་དུ་ནི་ནི་ག་དང་མནན་པའི་སྒྲ་ད་ནི་བསྡུས་ཁྲིའི་རྒྱུ་མཚན་དང་ཚད་སྐབས་དང་བ་ལྔ་ལ་འཇུག

ང་ནི་བར་གྱི་སེར་ཆེན་ལ་ཚིག་བརྟན་བཞིན་བཟུང་ང་ན་མ་ཧ་དང་ར་ལ་ཐ་མའི་མཐར་ཞིང་བཤད་བྱའོ་ཞེས་གནང་ཞིང་ག་ད་བ་དང་ད་ལྕགས་ལྟར་བཅིང་བྱ་བྱའོ་ཅེས་གནང་བཅས་ས་དང་དམིགས་བསལ་བྱེད་མ་བཏུང་ཞིང་བཤད་བྱའོ་ཞེས་གནང་ཐོབ་འོན་ཀྱང་ཁ་ཅིག་ལྷན་ཅིག་སོང་མིན་གྱི་ཆ་དང་མ་ནོར་བཅས་རྐང་པ་ཕུད་ལ་ཧ་ད་གུ་གུ་རྒྱལ་བསད་དོ་ཅེས་ན་སྤངས། ཐུག་པའི་དོན་མང་མིང་ཙམ་དང་དོན་ཏིང་འཛིན་དང་དོན་ཉུང་རྫོགས་ཚིགས་བཅད་ག་དར་ཚིགས་བཅད་བྱ་རྫོགས་ཚིག་མཐའ་ཅན་ལྷུག་པ་དང་ཚིགས་བཅད་རྐང་ཐར་གཉིས་བཤད་ཐོབ་དོན་ཚན་ཆེན་མོ་རྫོགས་པ་དང་ལེའུའི་མཚམས་སུ་བཞི་བཤད་ཡོད་ང་ཡིག་མ་གཏོགས་ཡིད་བཤད་བ་ཚེགས་མའི་ཐིག་སོ་བཞི་འདུག་པས་ཚིག་གི་ལོ་མས་མ་བསྡེབས་ཤིང་དོན་གྱི་འབྲས་བུ་གཡུར་ཟ་བས་ལེགས་བཤད་འདུན་པའི་དབང་པོ་འདི་དབྱངས་ཅན་གྲུབ་པའི་རྡོ་རྗེ་པའི་མཐུ་ལྡན་ཨང།